ཁོ་རང་དམིགས་བསལ་དྲི་བ་དེ་འདྲ་ཡོད་ན་དེ་མེད་ན་ངས་སྐད་ཆ་བཤད་ཀྱི་ཐུབ་ཀྱི་རེད་སྐད་ཆ་དེར་བས། སྤྱི་བཏང་ངས་ད་ལོ་ཉི་ཤུ་རྩེ་ལ་ང་འབྲི་རོགས་ཉི་ཤུ་རྩེ་གཅིག་ནས་སློབ་སྦྱོང་བྱས་རེད་གནང་པའི་ལྟ་གྲུབ་ང་ལོ་ཉི་ཤུ་ལོན་དུས་ཤི་རོགས་བྱས་དེ་ཡི་རྐྱེན་བྱས་ནས་ཨ་ནེ་དག་ཞིང་ལ་ཞིབ་འཇུག་བྱས།

མ་གཞི་ངས་ལ་དྭགས་རང་དྲི་བ་འདི་གི་ལན་སྐྱེ་བ་དྲི་གི་འདུག་ཁ་ཚང་ད་ཁོང་ཚོ་ལ་ངས་སྐད་ཆ་དྲིས་ཁྱེད་རང་གི་སྐྱེ་བ་ག་རེ་ག་རེ་བྱས་ཡོད་རེད་སྐད་ཆ་དྲིས་ཡོད་རེད་ཨ་ནི་ངས་གི་ད་ཆ་ཚང་ཧ་མོ་ཁོ་ལ་ཧྲོབ་ཚག་གོ་ཡོད་རེད་དེའི་ཐོག་ནས་ཞིབ་འཇུག་བྱས་ཡོང་དུས་ཁྱེད་རང་སྐྱེ་ཐུབ་ཀི་རེད་སྐྱེ་ཐུབ་པའི་ཡིད་ཆ་སྐྱེན་ཡོད་རེད་ཨ་ནི་དེ་ལ་གཙོ་བོ་དེ་ག་རེ་རེད་ཟེར་ན་ཁྱེད་རང་གཅིག་པུ་མ་རེད་ང་ཚོ་མི་མང་པོ་གཅིག་བལྟས་ཚེ་ཡིད་ཆེས་ཁག་པོ་ཡོད་རེད་རྒྱུ་མཚན་གཙོ་བོ་ག་རེ་ཟེར་ན་སོ་སོས་ཅི་བཤད་རྒྱུའི་སྐལ་བ་དེ།

འདི་དགེ་བ་ཆུང་ཆུང་རེད་བསམ་གྱི་རེད་ང་ཚོ། ད་ནི། རྒྱུ་ཡི་ནང་ལོགས་ལ། སངས་རྒྱས་ཀྱི་གསུང་གནང་ལ། སངས་རྒྱས་ཡོད་དཔག་མེད་ཀྱི་ཚེ་སྔགས་བགྲང་ན། བདེ་བ་ཅན་དུ་སྐྱེ་གི་རེད། འདི་གསུངས་ཡོད་རེད། ཨ་ནི་འདི་ནང་བཞིན་གཞན་དག་ཅིག་ནང་ལོགས་ལ། ཡང་སངས་རྒྱས་གསུང་གཞན་དག་ནང་ལོགས་ལ། བདེ་བ་ཅན་ལ་སྐྱེ་འདོད་པ་ཡོད་ན་སངས་རྒྱས་སྨན་བླ་ལ་སོགས་ཚེ་སྔགས་བགྲང་ན། དེས་སྐྱེ་གི་རེད་འདི་འདྲི་ཡོད་རེད། དད་པ་བྱེད་ན་རེད་སངས་རྒྱས་སྨན་བླ་ལ་དད་པ་བྱེད་ན། ཨ་ནི། ཀུན་དགའ་བོ་གིས་དྲི་བ་དྲིས་ནས། དད་པ་བྱས་པ་ཙམ་གྱིས་ག་འདྲི་སྐྱེས་ཐུབ་ཀྱི་རེད་དེ་འདྲི་རྩ་ཆེན་པོ་ཡག་པོ་ཅིག་ལ་ག་འདྲི་སྐྱེས་ཐུབ་ཀྱི་རེད། ཀུན་དགའ་བོ་སེམས་ཧ་གོ་མེད་ཡིད་མ་ཆེས་པ་འདྲ་པོ་བྱས་ནས་སྐད་ཅིག་དྲིས་རེད་བ། འདིས་ལན་འདི་ལ་སངས་རྒྱས་ག་རེ་གསུངས་རེད་ཟེར་ན། སངས་རྒྱས་ལ་སངས་རྒྱས་ཀྱི་མཚན་ནས་བརྗོད། དད་པ་བྱས་འདི་དགེ་བ་འདི་ཧ་ལས་པའི་རྩ་ཆེན་པོ་རེད། རྒྱ་ཆེན་པོ་ཆེན་པོ་རེད། རྒྱུ་མཚན་ག་རེ་ཟེར་ན་དད་པ་བྱས་ཟེར་གྱི་སངས་རྒྱས་འདི་ཡོན་ཏན་མཐའ་ཡོད་མ་རེད། འདིས་གསུངས་རེད། བྱས་ཙང་ཨ་ནི་ད་ལྟའི་དཔེ་བཞག་པ་ཡིན་ན། ཨ་ནི་འཛམ་བུ་གླིང་ཡོངས་རྫོགས་ཀྱི་མི་ཡོངས་རྫོགས་ལ་མི་ཚེ་གཅིག་གི་ས་ཡས་ཐུང་ཡས་པའི་ཕུན་སུམ་ཚོགས་པ་སྤྲད་ན། ད་ང་དགེ་བ་ཆེན་པོ་བཞི་པོ་ས་ཡིན་དྲན་གི་རེད། དགེ་བ་འདི་ལ་བརྟེན་ནས་བདེ་བ་ཅན་ལ་སྐྱེས་ཐུབ་ཀི་རེད་ཟེར་ན་སྐྱེས་ཐུབ་ཀི་རེད་བསམ་གི་རེད། ང་ཚོ་མང་པོ་གཅིག་གིས་དེ་འདྲ་རེད། ཡིན་ནས་དེ་ལས་ཀྱང་ཐར་བ་ཐོབ་ཚད་ངན་གི་དགེ་སློང་གཅིག་ལ་ཨ་ནི་བསོད་སྙོམས་གཅིག་ཕུལ་ན་དེས་བསོད་ནམས་ཆེ་སོང།

འདི་ལ་མི་ཚེ་གཅིག་དེ་སྤྱོད་པ་ཕུད་ན་ག་ཚོད་ཟིན་ནམ་ཟ་ཐུབ་ཀྱི་རེད། བྱས་ཙང་ད་འདི་ལ་ན་འཛམ་བུ་གླིང་གི་ཡོངས་རྫོགས་ད་བར་ཐབས་བྱས་འདི་ལ་མི་ཚེ་གཅིག་དེ་སྤྱད་ན་བདེ་བ་ཅིང་སྐྱིད་ཐུབ་ཀྱི་རེད་ཟེར་ན་ད་ཕལ་ཆེར་ལས་འབྲས་ཁས་ལེན་མཁན་ཞིག་ན་ཨ་ཡིན་ད་ཡིན་ཟེར་ལ་ཀྱི་རེད། དེ་ལས་ཀྱང། འཛམ་བུ་གླིང་ཡོངས་རྫོགས་ད་བར་ཐོབ་ཨ་ནི་འདི་ལ་མི་ཚེ་གཅིག་དེ་སྤྱོད་པ་ཕུད་དེ་ཡང་སྤྱོད་པ་ཆུང་ཆུང་མ་རེད་ད་ད་དཔེ་ད་རིན་པོ་ཆེ་ད་དཔེ་ད་ག་ཅིག་དེ་ལས་ཀྱང། སངས་རྒྱས་ཞེས་པའི་སྒྲ་ཐོས་ན། སངས་རྒྱས་གཅིག་གི་མཚན་ཐོས་ན། ཚར་གཅིག་བརྗོད་ན། སངས་རྒྱས་རིང་མོ་འདྲི་ཞབས་པ་ཅིག་མཐོང་ན། འདི་བསོད་ནམས་ཆེ་གསུངས། བྱས་ཙང་ཨ་ལས་སངས་རྒྱས་མཚན་བགྲང་ན་ད་ཨ་ཅང་ཅང་ཨ་མཆོག་ལ་ཅིག། ཐོས་པ་ཡིན་ནས་ད་དེ་འདྲི་ཡི་གེ་བ་ཆེན་པོ་ཡག་རེད། ཡིན་ནའི་དཔེར་ན་ངའི་མིང་བགྲང་ན་གེ་བ་ཡོད་མ་རེད། སངས་རྒྱས་ཀྱི་མིང་བགྲང་ན་གེ་བ་དེ་འདྲི་ཆེན་པོ་འདུག། རེད། ཅེས་དེ་འབྲེལ་གྱི་ནུས་པ་ཡོང་ཡལ་གྱི་དོན་དག་ལ་སངས་རྒྱས་ཀྱི་སྐལ་བ་མང་པོའི་བར་དུ་བྱིན་པ་དང་ཚུལ་སྟོན་གསུང་སོགས་ཡིན་ན་བློས་དང་དཀའ་ལས་ཞི་བར་བསྐྱར་ནས་ཨེ་ན་ཤི་ནས་དེ་ནུས་པ་དེ་སླད་རེ་སངས་རྒྱས་མིང་འདི་ལ་ང་དཀའ་ལས་རྒྱག་མ་ཡིན་ཙང་འདི་ནུས་པ་མི་འདུག་མི་ཚང་ཕྱུག་པོ་ཕྱུག་པོ་དེ་འབྲེལ་གྱི་སྤུ་བོ་ཁ་ཤས་དངུལ་ལ་རིགས་འདམ་ཤིང་གི་མི་འདུག་པས་ཤ་ལ།

དེ་འདི་ཡིན་པ་དེ་ནི་ལུང་གི་སྐད་ཆ་མ་བཤད་ནས་རྒྱུ་མཚན་གྱི་ཐོག་ནས་ཞིབ་འཇུག་བྱས་འོན་ཏེ་ལོ་བཅུ་ལྷག་སྐོར་དྲི་བ་འདི་གི་ལན་རག་ཡས་ལ་རྒྱུ་མཚན་གྱི་ཐོག་ནས་སྐད་ཆ་བཤད་ན་ལུང་མེད་པ་ཆེ། ཅི་ལ་སངས་རྒྱས་མཚན་ཐོས་པ་ཙམ་གྱིས་དགེ་བ་དེ་འདྲ་ཡོད་རེད་ཟེར་ཏེ་ཧ་གོ་ཚར་བའི་ཆེད་ལ་ངས་དུད་འགྲོ་ཡོད་སར་སྤྱན་གཟིགས་ཁང་ག་བ་ག་ས་ལ་ངོས་རང་ནུས་པ་པ་ཚོད་ཀྱིས་འགྲོ་ཅེས་ཧུར་ཐག་ཧུར་ཐག་བྱས་ནས་དུས་གཅིག་གོ། ཅི་ལ་སངས་རྒྱས་མཚན་ཐོས་པ་ཙམ་གྱིས་དེ་འདྲ་དགེ་བ་ཆེན་པོ་ཡོད་ན། དྲངས་ན་ད་ཤེས་མི་དགོས་རེད་པ། ཁྱེད་རང་གིས་ད་སྟོང་ཕྲག་མང་པོ་དྲངས་ཡོད་རེད་པ། ད་ནི་ཕྱག་འཚལ་ཡོད་རེད་མཆོད་པ་ཕུལ་ཡོད་རེད། ད་དེ་འདྲ་ཡིན་ན་ད་དགེ་བ་ཆེན་པོ་ཞུ་གི་འདུག་བ། དེ་ལས་ཀྱང་དགེ་བ་ཆེ་བ་དཔེར་ན་ད་སངས་རྒྱས་སངས་རྒྱས་མངོན་སུམ་དུ་བྱས་སངས་རྒྱས་བྱེ་བ་མང་པོ། བྱེ་བ་མང་པོ། བུམ་མང་པོ། དེ་འདྲའི་ཅིག་ལ་སོ་སོ། ལོ་དུང་འགྱུར་མང་པོའི་བར་དུ་སངས་རྒྱས་བུམ་ཕྲག་མང་པོ་ལ། དང། བཞུགས་ས་དང་མཆོད་པ་དང་ས་ཡ་དང་ཐུགས་ཡ་དང་ཚང་མ་ཕུལ་བ་ཡིན་ན། འཛམ་བུ་གླིང་འདི་རིན་པོ་ཆེའི་བཀང་ནས་ཕུལ་བ་ཡིན་ན་ད་བསོད་ནམས་ཞེ་ཞུ་བྱེད་ཡོད་རེད་པ། སངས་རྒྱས་ལ་མཆོད་པ་ཕུལ་ན་བསོད་ནམས་ག་ཚོད་ཡོད་པ་དེ་ལབ་ཚ་ཡིན་པ། ཨ་ནི་སངས་རྒྱས་གཅིག་ལ་ཕུལ་ན་འདི་རེད་བ། ནི་སངས་རྒྱས་བྱེ་བ་མང་པོ་ལ་ཕུལ་ན་བསོད་ནམས་ག་ཚོད་ཡོད་རེད་བཤད་མ་གོ་རེད་བ། དེ་ཡས་ཚར་གཅིག་ཕུལ་ན་འདི་འདྲི་ཡོད་ན། ལོ་འབུམ་ཕྲག་མང་པོའི་བར་དུ་དེ་ཡས་ཁ་ལག་གཅིག་མ་རེད་ད། བཞུགས་ས་དང་ལྟ་འདུག་ལོག་ལྟ་བར་ཆད་ལྟ་འཆོལ་པ་ཡོད་ཚད་ཐམས་ཅད་འཛམ་བུ་གླིང་བཀང་ནས་ཕུལ་ན་ལོ་འབུམ་ཕྲག་མང་པོའི་བར་དུ་སངས་རྒྱས་འབུམ་ཕྲག་མང་པོ་ལ་ཨ་ནི་བསོད་ནམས་ག་ཚོད་ཡོད་རེད། ཅི་ཟ་དེ་ཡིན་ན་དེ་ལས་ཀྱང་དགེ་བ་ཧ་གོ་སོང་ད་དེ་ལས་ཀྱང་དགེ་བ་ཆེ་བ་ག་རེ་ཡོད་རེད་ཟེར་ན། དགེ་བསྙེན་དམ་པ་ཞུས། ཉི་མ་གཅིག་གསུངས་ན་བདག་གིས་འདི་ལས་ཀྱང་དགེ་བ་ཆེ་བ་ཡོད་རེད། དེ་བཟང་ངེད་ཀྱིས་ཧ་གོ་བའི་ནང་ལོག་ནས་ཁྱེད་རང་གི་དགེ་བ་ཆེ་བཤད་རྒྱུ་བདག་གིས་དུས་ཚོད་ཞིབ་བོ་ཆེ་རྩ་ཆེན་པོ་རེད་དེ། དེ་ལས་ཀྱང་དགེ་བསྙེན་གྱི་འདུན་པ་ཞུ་ཡས་དེ་ཧ་ལས་པའི་རྩ་ཆེན་པོ་རེད། དེ་བཟང་ད་དེ་དགེ་བ་དེ་འདྲའི་ཆེན་པོ་ཡོད་ཡིན་ཙང་སྨོན་ལམ་རྒྱབ་འདོད་པ་སྐྱེས། དགེ་བ་དེ་གཅིག་རེད་ལས། དེ་དང་མཉམ་དུ་འདོད་པ་དེ་གལ་ཆེན་པོ་རེད། བདེ་བ་ཅན་དང་གྲོགས། བདེ་བ་ཅན། དུ་ལོག་ཡིན་ཙང་ཧ་གོ་དགོས། བ་ཨ་གསལ་པོ་མེད་ན་སངས་རྒྱས་འོད་དཔག་མེད་མཇལ་ཁར་འགྲོ་ཟེར་ཡས་སེམས་ཤུགས་དེ།

སྐྱེ་བ་བྱེ་མ་འདི་ལ། སྐྱེ་བ་བྱེ་མ་ལ་མ་ཏུ་ལོ་ཁ་ཤས་བྱས་ལ། དེ་འདྲའི་ཕྱ་རོལ་བཅས་པ་ནི་དེ་མི་སྲིད་ད་ལྟའི་མི་ཚེ་གཅིག་གི་ཆ་ཚང་དུ་ངས་མྱོང་པ་ཡིན། གལ་མི་འདུག། བྱས་ཙང་ད་གལ་ཆེ་བ་དེ། སྐྱེ་བ་བྱེ་མ་ངན་སོང་ལ་མ་འགྲོ་ཡ་ཅིག་སྐྱེ་བ་བྱེ་མ་དལ་བ་ཅན་ལ་སྐྱེ་ཡ་ཅིག་འདི་གལ་ཆེན་པོ་རེད། དེ་འདྲའི་ཅི་བྱེད་ཐུབ་རོགས་བྱས་ན། ད་ཡང་བསྐྱུར་ལོ་སུམ་ཅུ་བཞི་བཅུ། ཉི་ཤུ་སུམ་ཅུ། བཅུ། ག་ཚོད་དེའི་རིང་ལ་ཡང།

དགེ་རྒན་གཅིག་དང་ད་ཐུན་མོང་གི་དེ་རེད། སངས་རྒྱས་འོད་དཔག་མེད་དང་སྤྱན་རས་གཟིགས་དངོས་སུ་ཆོས་ཞུ་ཡས་ཡོད་པ། མངོན་ཤེས་རྫུ་འཕྲུལ་ཐབས། ཕ་གི་སྐྱེས་པ་དང་དེ་བ་ཅན་ཡིན་ན་ཕ་གི་སྐྱེས་པ་དང་མངོན་ཤེས་དང་རྫུ་འཕྲུལ་དེ་ཚང་མ་ཐབས་རེད། དེ་འདྲ་ཡིན་ན་ད་ཞི་བུ་རི་དགའ་གོ་ཡས་ཅེར་བ་དང། ཅི་ཟེར་སྐྱེ་བ་ཅན་མ་དེ་བ་ཅན་ལས་སྐྱེ་ཡས་ཀྱི། དེ་འདྲས་ཀྱི་ཐབས་ཤེས་བྱས་ན་ནི་འདི་གལ་ཆེན་པོ་རེད། དེ་འདྲས་ཀྱི་བྱུང་རོགས་བྱས་པ་ཡིན་ན། སང་ཉིན་ཤི་བ་ཡིན་ན་དགའ་གོ་ཡས་ཅི་རེད། ཡང་དེ་འདྲས་མ་སྲིང་བ་ལོ་བཅུ་བཅུ་ལྔ་འདས་ནས་སྡུག་པོ་མྱངས་པ་ཡིན་ནས།

གཉིས་ནི་ཉམས་ལེན་དམིགས་བསལ་བྱས་མེད། ཨ་ཉི་མ་གཅིག་ནི་སངས་རྒྱས་ཀྱི་རྟགས་ཁོ། སྦྱིན་བདག་རུ་བ་ད། ཁོ་ཉི་མ་བདུན་ནི་ཤི་ཀི་རེས་ལུང་བསྟན། ཨན་ཁོ་རྔམ་དྲག་ལ། ཨི་སངས་རྒྱས་ཙ་ལ་ཕྱིན། ཨ་ནི་གར་བྱེད་བོ་རེས་ཨི་སངས་རྒྱས་ཀྱི་ཉེས་སྡུག་པོ་གནང། ཨ་ནི་བདུན་ཕྲག་གཅིག་གི་རྗེས་ལ་ཤི་ནི་ལྷ་ལ་སྐྱེས། ཨན་སངས་རྒྱས་ཤཱཀྱའི་ཐུགས་ཕར་བཀབ་ལ། སངས་རྒྱས་ཤཱཀྱའི་ཐུགས་ཕར་གྱི་བཙུན་མོ་ཞིག་ཏུ། རབ་བྱུང་མ་གནང་གོང་བཙུན་མོ་འདི་ཡི་ཆོས་ཕྱོགས་ལ་སྐྱེས། ལྷ་ནི་མ་སྐྱེས།

ཁོང་ཁྲོ་ལ་བར་དག་ཁྲོས་ལེགས་ར་བ་དེ་ཡོད། བརྩེ་བའི་བརྩེ་བ་ཡོད་ར་གྲོགས་པོ་ར་བ། ཡིན་ནས་ཁོ་རང་གི་སྤུན་རྒྱ། སངས་རྒྱས་ཀྱི་བཙུན་མོ་གི་སྤུན་རྒྱ། ཨ་ནི་བཙུན་མོ་འདི་ཁོ་རང་གི་སྤུན་རྒྱ་ར་བ་སྐྱེ་དམན་འདི་སངས་རྒྱས་སྐྱེ་དམན་འདི་ཁོའི་སྤུན་རྒྱ་ར་བ། སངས་རྒྱས་ཀྱི་དབྱུག་ངའི་ཨ་ཅག། ད་ང་ཁོ་ཡིན་ན་ངའི་ཨ་ཅག་སངས་རྒྱས་ཀྱི་དབྱུག་ནི་ཁོ་རང་གྲ་བ་བྱས་རེད་དེ་གིས་ཨ་ནི་ཏེས་ཁོང་ཁྲོ་བྱས། དེ་ཙང་ད་སངས་རྒྱས་ཇེ་མང་སངས་རྒྱས་ཚར་ནས། ཕོ་བྲང་ལ་ཕེབས་ཏེ་མི་ཚང་མ་ཇེ་ཧ་འགྲོ་ཁོ་འགྲོ་གི་མེད་མི་ཚང་མ་འགྲོ་གི་རེད་འགྲོ་གི་རེད་ཟེར་ནས་ཁོ་འགྲོ། མི་ཚང་མ་དགེ་བསྙེན་སྡོམ་པ་ཞུས་ཁོ་ད་འདོད་པ་ཞི་དྲག་མེད་ཡིན་ནས་ཞུས། ཁོ་རང་འདོད་པ་ཞི་དྲག་མེད་ཟེར་དགེ་བསྙེན་སྡོམ་པ་ཞུས་ཚར་ནས་ཕར་སླེབས་ནས་ཆང་འཐུང། ཉི་མ་གཅིག་ཨ་ནེ་སངས་རྒྱས་ཡིན་ཉི་མ་བདུན་གྱི་རྗེས་ལ་ཁོ་ཤི་གི་རེད་ཟེར་ལུང་བསྟན། ཁོ་དེ་ལས་ཀྱང་ཡང་མ་དགའ་བ་བྱས། ཨ་ནེ། ད་སངས་རྒྱས་ཀྱིས་ཨ་ནེ་ཐབས་ཤེས་བྱས་ནས། ཁོ་ང་ལ་དགའ་གི་ཡོད་མ་རེད་བྱས་ཙང་ང་ཁྲོས་ན་ཁོ་དགའ་པོ་ཡོད་མ་རེད་བྱས་ན་ཀུན་དགའ་བོ་དང་ཀུན་དགའ་བོ་བྱས་ཡིན་ཀུན་དགའ་བོ་ལ་ཡང་ཁོ་དགའ་བོ་ཡོད་རེད་ཨ་ཀྱེ་ཅེ་ཤེས་ག་ལི་ག་ལི་ལ་སངས་རྒྱས་ཡོན་ཏན་གཅིག་དེ་འདྲ་ཤེས་ཡང་སང་ཉིན་ཤ་རི་བུ་དང་ཨ་ག་ལི་ག་ལི་ཡང་སངས་རྒྱས་ཡོན་ཏན་དེ་ཤེས་ཨ་ཉི་མ་དྲུག་པའི་ཐོག་ལ་ཤི་ནས་ཁོ་སངས་རྒྱས་ལ་དད་པ་སྐྱེས་དེ་ནས་ཉི་མ་བདུན་པ་གི་ད་ཞོགས་ཀའི་འདྲ་པོ་མེད་འགྲོ།

ཨ་ནེ་ཀྱི་ཉིད་སྟོན་པ་མའི་མིང་གི་མིག་གིས་སངས་རྒྱས་ཀྱི་མཚན་བུམ་གཅིག་དྲངས་པ་ལས་ཀྱི་ཉིད་སྟོན་པ་ཐབས་ཚར་ནས་ཚར་གཅིག་དྲངས་པ་དེ་ནུས་པ་ཆེ། ཨ་ནེ་དེ་ནང་དེ་ནང་བཞིན་ཡང་དགེ་བ་བྱེད་ནམ་རྒྱུན་མི་ཚང་མ་གི་དགེ་བ་བྱེད་དུས་ག་རེ་ཟེར་ན་ད་ལུགས་སྲོལ་འདྲ་པོ་བྱེད་ཡ་འདྲ་པོ་ཡང་མ་བྱས་ན་དེ་བདེ་པོ་མེད་ཡ་འདྲ་པོ་ཡང་ཁ་ཤས་ཡང་དེ་བྱེད་པ་ཡིན་ན་ང་ཚེ་རིང་པོ་དེ་རེད་དེ་འདྲའི་ཚེ་འདི་གི་བསམ་བློ། དེ་འདྲ་མང་པོ་ཡོད་རེད་མི་མང་པོ་ལ། ཁོ་རང་ལོས་ཉིས་སྟོང་བཅུ་བདུན་རེད་པས་དེའི་སྐབས་ལ་ག་འདྲ་ཤི་རོ་བྱས་ནས་ཚང་མ་ཕུད་དོ་དེ་ཚེ་འདི་ལས་བསམ་བློ་ཡོད་མ་རེད། སྤྱི་ཚང་དགེ་བ་དེ་ཧ་ལས་པའི་ཆེན་པོ་རེད། སྤྱི་ཚང་དེ་ཁོ་རང་གིས་བསགས་ཚར་རྒྱུ་ཨ་ལོས་ངེད་ལ་དེ་སང་ཉིན་ནས་མ་བསགས་པ་ཡིན་ནའི་ད་ལྟ་བར་དུ་བསགས་ཚར་རྒྱུའི་དགེ་བ་དེ་ཧ་ལས་པའི་ལྟ་ནུས་པ་ཆེན་པོ་ཡོད་རེད། ངས་དེ་སྐད་ཆ་བཤད་ཡས་དེ་ང་རང་ཚོད་ཚོད་ལ་བཤད་གི་མེད་ངས་སངས་རྒྱས་ཀྱི་གསུང་བདུན་ཅུ་ཚི་ཀློག་ཡོད་སྤྱི་ཚང་ད་ལྟ་སྐད་ཆ་རེ་བྲིས་ཀྱི་རྒྱབ་ལོག་ལ་སངས་རྒྱས་ཀྱི་གསུང་དེ་ནང་དེ

བྱས་ཙང་ད་ང་ཚོ་ལ་འདི་དད་པ་ཡོད་ཆོས་སངས་རྒྱས་ཚེ་སྔ་དྲང་དེ་འདྲི་ཡིན་ན་སངས་རྒྱས་འོད་དཔག་མེད་ལ་འོད། འོད། ཅིག་འོད་ལ་དོན་ང་ཚོ་ལ་ན་ལའི་འདྲ་པོ་ཅིག་སམ་ཁོག་ལོ་འོད་ལ་ནང་གསེས་ཀྱི་ནུས་པ་མི་འདྲ་མི་འདྲ་མང་པོ་ཡོད་རེད་དེ་ནང་ལོ་ནས་འོད་ཅིག་ག་རེ་ཡོད་ཟེར་ན་འོད་དེ་དེ་འདྲི་གི་སངས་རྒྱས་འོད་དཔག་མེད་ཀྱི་སྐུ་ཞག་མཁན་སངས་རྒྱས་འོད་དཔག་མེད་ཀྱི་མཚན་དྲང་དུས་ཚོད་ཨ་བདེ་བ་ཅན་ལ་སྨོན་ལམ་རྒྱག་མཁན་དུས་ཚོད་ཡིན་ན་ཤི་ཁ་ལ་མོ་འདི་ལ་འོད་དེ་ཕོག་གོ་རེད་འོད་དེ་ཕོག་ན་གར་ཅིག་གི་རེད་ཟེར་ན།

ཐེག་དམན་ལམ་ལ་ཕྱིན་པ་ཡིན་ན། སོ་སོའི་ཐར་པ་ཐོབ། སྡུག་བསྔལ་ཐམས་ཅད་དང་བྲལ། ཡེ་ནས་སེམས་ཅན་དོན་གྱིས་ཇེ་ཐུགས་མ། གཞན་དག་ལ་ཕན་འདོགས་ཇེ་ཐུགས་ཀྱི་མ་རེད། ད་ཐེག་ཆེན་གྱི་ལམ་དུ་ཞུགས་པར་བྱུང་པ་ཡིན་ན་དེ་བར་ཅན་ལས་སྐྱེས་ཚར་བའི་ཐེག་ཆེན་ལམ་དུ་ཞུགས་ན་སངས་རྒྱས་རྒྱལ་སྲིད་བརྒྱ་དང་བ་བརྟན་གལ་ཏེ་བྱུང་པ་ཡིན་ན་ད་སེམས་ཅན་ཚང་མ་ལ་ད་མཐའ་དང་མུ་མེད་པའི་སེམས་ཅན་ལ་ཡང་ལོག་པ་ཇེ་ཐུགས་ཀྱི་རེད། བྱས་ཙང་ད་ང་ཚོས་ཀྱི་དེ་བར་ཅན་ལས་སྐྱེས་པ་གཅིག་པུ་མ་ཡིན་པ། སྐྱེས། སངས་རྒྱས་ཀྱི་གོ་འཕང་དྲུག། སེམས་ཅན་ཚང་མ་ལ་ཕན་ཐོགས་བྱེད་ཟེར་བའི་སེམས་ཞུགས་ཏེ། སྐྱེས་བུ་ཨེ་ཏི་སྐྱེས་ཆེན་པོ། དཔེར་ན་ད་ཁྱེད་རང་ནད་པ་རེད་ང་ཡང་ནད་པ་རེད། ང་ཚོས་ད་ན་ཚ། ཕྱོགས་གཅིག་ནས་བཤད་ན་ན་ཚ་ཆེན་པོ་རེད། ཕྱོགས་གཅིག་ནས་བཤད་ན་ན་ཚ་ཆུང་ཆུང་རེད། གང་ལྟར་ཡང་དཀའ་ངལ་འདུག་ཨ། དཀའ་ངལ་ཆེན་པོ་འདུག་ཨ། ད་ཁ་ཤས་དཔེ་དེབ་ལོ་བཅུ་བཅོ་ལྔ་ཉེ་སར་ནང་ལྷག། ག་རེ་དྲན་པ་ཡིན་ནས་ག་རེ་སྤྱད་པ་ཡིན་ནས་ཁ་ནས་ལབ་མ་ཐུབ་ལག་པ་ཀུ་ཅོ་རྒྱག་མ་ཐུབ། ལོ་བཅུ་བཅོ་ལྔ་ཉི་ཤུ། ག་ཚོད་དཀའ་ངལ་རེད། དེ་འདྲའི་རྩིས་བཏང་ན་ཡང་ང་ཚོ་ལྟས་དཀའ་ངལ་ཆུང་བ་རེད། ད་ལྟ་ཁ་སང་རང་ངེད་དེ་གྲོགས་པོ་མན་ཏྲི་ཟེར་བས་དངོས་གནས་ཀྱི་ནེ་པ་ལི་གི་གྲོང་གསེབ་ཅིག་གི་གྲོང་གསེབ་ཀྱི་དེ་འདྲའི་པར་རྒྱབ་སྐྱོར་ཅིག་དབུལ་སྒྲོལ་ཅིག་ལྟ་ཡིན། པོ་ལ། ལོ། བརྒྱ་བཅུ་ཟིན་མ་ཟིན་ཡིན་ས་རེད། ཁོ་རང་ལོ་ཤེས་ཡ་མི་འདུག་ཁ་ཆེ་མིག་ལོང་ཨ། ཨ་ནི་ལྟ་ངན་སུ་བྱེད་མི་འདུག་ཨ། ཨ་ནི་གྲོང་གསེར་གྱི་ཁང་པ། ཤིང་གི་མེ་བཏང། ཁ་ལ་ཁོ་རང་བཟོ་དགོས་འདུག་ད། མིག་ལོང་ཨ་བྱས་ཨ་ནི། ཏུ་ཕྱིན་ཨ་ནི་ཤིང་བསྒྲུགས། ལིའི་གན་གོག་བྱས་མེ་བཏང་ཨ་ནི་མེ་བཏང་དུས་རྩ་ནས་མིག་མཐོང་གི་མ་རེད། ལག་པ་དུས་སུ་ཚིག།

ང་ཚོའི་སྡུག་བསྔལ་གཏེར་གཏེར་སུ་མྱོང་བསྡད་ཡས་ཁྱེད་ཁོ་ཚོའི་གྱི་སྡུག་བསྔལ་དེ། ང་ར་སྡུག་བསྔལ་ཆུང་ཆུང་འདི་ལ་དེ་འདྲི་མི་བཟོད་པ་ཡོད་ན། ཁོ་ཚོའི་སྡུག་བསྔལ་ཆེན་པོ་ད་ག་འདྲི་བཟོད་ཐུབ་གི་རེད་ཟེར་ཡས་ཆེ་བསམ་ལ་གོ་ཡས་ཡོད་རེད་བ། བྱས་ཙང་ད་འདི་གི་བདེ་བ་ཅན་ནས་སྐྱེས་ཚར་བས་བྱས་ལ། ཨ་ནི་སོ་སོ་གཅིག་པུ་ཐར་པ་འགྲོ་ཡས་མ་ཡིན་པ་བྱས་ཐེག་ཆེན་གྱི་ལམ་ལ་ཞུགས་ནས་སེམས་ཅན་འདི་ཚང་མ་སྐྱབས་ཟེར་ཡས་ཀྱི་འདི་བྱས་པ་ཡིན་ན་ཨ་ནི་འདི་གི་ཨ་ནི་ཕན་ཐོགས་ཞོ་ཅིག་ཡོང་ཐུབ་གི་རེད་བ། ད་ང་ཚོའི་གང་སྟེར་ཡང་ང་ཚོའི་སྐྱེ་བ་རེད་འགྲོ། དབང་པོ་ཅིག་ལེན་ཚར་རེད་ཕན་ཐོག་མི་ངན་རྐྱང་རྐྱང་ཅིག་བྱས་རེད་ཡིན་ནའི་ད་རེའི་སྐྱེ་བ་འདི་དཀའ་ངལ་ཏིག་ཅིག་ཡོད་པ་ཡིན་ནའི་ད་གོ་ཆོད་ཡོད་རེད་ད་ང་ཚོའི་སྐྱེ་བ་མང་པོའི་རིང་ལ་ལས་ཀ་ཕན་ཐོག་མི་ངན་རྐྱང་རྐྱང་བྱས་རེད་ཡིན་ནའི་ད་རིང་སྐྱེ་བ་འདི་དཀའ་ངལ་ཡོད་རེད་དེ་ཡིན་ནའི་ང་ཚོའི་ལས་ཀ་དཔེར་འདོན་ད་ཆེན་པོ་བསྒྲུབས་ཡོད་རེད་ད། དམྱལ་བ་ཡི་དྭགས་དུད་འགྲོ་ལ་མང་དུད་འགྲོ་ལ་དག་དང་བུ་གྲོག་མ་རྐྱང་རྐྱང་ལ་དང་དུང་འགྱུར་མང་པོ་རེ་དག། སངས་རྒྱས་ཀྱི་མཚན་ཐོས་པ་པོ་རེ་ཡོད་མ་རེ་དག་དེ་ཚང་མ་ངན་སོང་གི་དུས་ཚོད་ལ། དེ་ནས་འཛམ་བུ་གླིང་འདི་ལ་མི་དུང་འགྱུར་བདུན་ཅུ་ཟེར་ཡོད་རེད། དེའི་ནང་ལོགས་ནས་སངས་རྒྱས་འོད་དཔག་མེད་ཀྱི་མཚན་ང་གྲངས་ཉུང་ངེ་དུང་འགྱུར་གཅིག་ཡོད་རེད་པས་དཀའ་ལས་ཁག་པོ་རེད། དགེ་བསྙེན་སྡོམ་པ་ལས་ངན་ས་ཡ་གཅིག་ཡོད་རེད་པས་ཁག་པོ་ཡིན་གྱི་རེད། བྱས་ཙང་ད་ང་ཚོས་དེའི་ནང་ལ་ཚུད་ཡོད་རེད་བ། དེ་ཉིད་སྡོམ་པ་ལས་སངས་རྒྱས་ཡོད་པ་མེད་ལ་འདས་པ་ཡོད། བདེ་བ་ཅན་ལ་སྐྱེ་ཟིན་ན་སྐྱེ་བྱེད་དེ་ལས་ཡེ་ཤེས་ཀྱི་ལས། དེ་ལྟར་སྐྱེ་བ་སྔ་མ་བསོད་ནམས་བསགས་པའི་འབྲས་བུ་རེད། ད་དེ་བདེ་བ་ཅན་ལ་སྐྱེ་གི་ད་ཁོ་རང་གིས་བདེ་བ་ཅན་ལ་སྐྱེ་གི་རྡོ་སློག་ཡོད་རེད། སེམས་ཡོད་པ་མེད་ཀྱི་ཚིག་ང་དྲངས་ཡོད་རེད་དེ་འདྲ་ཡིན་ཙང་ད་སྨོན་ལམ་བརྒྱག་ན་བདེ་བ་ཅན་ལ་སྐྱེ་ན་ད་ཡག་ཤོས་རེད་བ་ད། གལ་སྲིད་བདེ་བ་ཅན་གྱི་སྨོན་ལམ་མ་བརྒྱག་ངེས་ཅིག་ཡིན་ནས།

སངས་རྒྱས་སྟོང་ཕྲག་གཅིག་ཡོད་རེད་བ། དེའི་ནང་ཚུན་ལ་ངེས་པར་དུ་ཐར་བ་ཐོབ་དགོས་ཡོད་རེད། དགེ་བསྙེན་སྡོམ་པ་ཞུས་ཚར་རེད་བ། བྱས་ཙང་སངས་རྒྱས་སྟོང་ཕྲག་རྩ་གཅིག་ནང་ཚུན་ལ་ངེས་པར་དུ་གོང་བ་ནས་ཐར་གྱི་ཡོད་རེད། བྱས་ཙང་དེ་ལ་དུས་ཙམ་ནས་ད་གལ་སྲིད་དགེ་བསྙེན་སྡོམ་པ་དེ་ནས་ཞུས་མེད་པ་ཡིན་ན། ནང་པ་མ་ཡིན་པ་ཡིན་ན། མཐའི་རྒྱུ་ནི་ཡོད་མ་རེད། འཁོར་བ་ལ་ཡང་སྐྱེས་ཡང་ཤི་ཡང་སྐྱེས་ཡང་ཤི། རྫོགས་ཡས་རྒྱུ་ནི་ཡོད་མ་རེད། ད་ང་ཚོས་མཐའ་ཡོད་པ་བཟོས་ཚར་རེད། དགེ་བསྙེན་སྡོམ་པ་ཞུས་གྲྭ་པ་བྱས་པ་དག་རང་གིས་མཐའ་མང་ལུས་བྱིན་མ་གཏོགས་མཐའ་ཡོད་པ་བཟོས་ཚར་རེད། བྱས་ཙང་ང་ཚོས་དོན་མཐའ་ཆེན་པོ་བསྒྲུབ་ཡོད་རེད་ད་དེ། དེ་འདྲའི་ཡོང་ཡས་དེ་སངས་རྒྱས་ཤིག་གིས་ཐུབ་པའི་བཀའ་དྲིན་རེད། བདག་གིས་བསླབ་པ་ན་བཞིན་གྱིས་དེ་འདྲའི་ནུས་པ་དེ་ཡོང་ཡས་དོན་དག་ལ་སངས་རྒྱས་ཀྱི་བཀའ་དེ་སྲོག་བློས་བཏང་མང་པོ་བྱས་ཚར་རེད་ལུས་བྱིན་པ་བཏང། བྱས་ཙང་ད་སྤྱིར་བཏང་གི་དགེ་ཚུལ་བཤད་པ་ཡིན་ན་དགེ་བསྙེན་སྡོམ་པ་ལེན་པ་ཡིན་ཙང་སྐྱེ་བ་ཕྱི་མ་ལྷ་དང་མིའི་གང་རུང་གི་སྟེང་སྐྱེ་ཡས་ཀྱི་སྟེ། རྒྱུ་ཚོགས་དུ་ཡོད། སངས་རྒྱས་སྐུ་བཞེངས་ཡས་ལ་ཞལ་བདེ་ཕུལ། སངས་རྒྱས་ཀྱི་མཚན་སྔགས་བགྲང་དེ་འདི་བྱས་པ་ཡིན་ཙང། ནང་པ། སྐྱེ་བ་ཕྱི་མ། ནང་པའི་ཀྱི་ད་ཕྱོགས་ལ་སྐྱེ་ཡས་ཀྱི་རེ་བ་ཡོད། ཁོ་རང་གི་ཆོས་བསྒྱུར་ཡས་ཀྱི་ཐོག་ལ་ཞལ་བདེ། སྤྲད་དོ། སློབ་སྦྱོང་བྱེད་མཁན་དང། དེ་འདྲའི་མཐུན་རྐྱེན་སྤྲད་ཡིན་ཙང་དེ་གིས་སྐྱེ་བ་ཆེན་མོའང་སོ་སོ་ནང་ཆོས་སློབ་སྦྱོང་བྱེད་ཐུབ་བས་ཀྱི། དེ་གིས་རྒྱུ་ཚོགས་བསགས་ཚར། ནད་པ་དང་སྨན་ཁང་དེ་འདྲའི་ལས་བྱེད་ཚད་སྤྲད་ཡིན་ཙང་སྐྱེ་བ་ཆེན་མོ་གཟུགས་པོ་བདེ་ཐང་ཡོང་བས་ཀྱི་དེ་ཡོད། ཚེ་ཐར་སྟངས་དེ་འདྲའི་ཡིན་ཙང་སྐྱེ་བ་ཆེན་མོ་ཚེ་རིང་པོ་ཡོང་བས་ཀྱི་དེ་འདྲའི་ཡོད། སྤྱིར་བཏང་དེ་སྤྱིར་བཏང་རེད། ད་ང་ཚོ། སངས་རྒྱས་དཔག་མེད་ཀྱི་དེ་ལ་ཡིད་ཆེས་ཡོང་མིན་སུན་སྣང་ཆེན་པོ་ཡིན་ཙང། སྐྱེ་བ་སྔ་མ་བསགས་ཞེས་པའི་སྐྱེ་བ། ཚེ་འདི་ལ་བསགས་པའི་དགེ་བ། འདི་ཚང་མ་ཚུར་བསྡོམས་བྱས་བདེ་བ་ཅན་ལ་སྐྱེས་ཟེར་གཅིག་གམ་ལ་དྲིལ། ཡག་ག་རེད། བྱས་ཙང་ད་མི་ཚེ་འདི་གར་ཆད་ནས་ཆད་ན་ན་ན་ས་ཉིན་ན་ཡིན་ཤི་ན་ཤི། རྒྱུན་རིང་པོ་ན་ན་ན་གང་ཅི་ཁྱད་མེད་ད་བདེ་བ་ཅན་ལ་སྐྱེས་ཟེར་གྱིས། ད་ག་རེ་བྱུང་ནས་ད་གང་ཅི་ང་ཡི་དམིགས་ཡུལ་འདི་ཡིན་ཟེར་གྱིས། ང་ཡང་སེམས་ཅན་མི་འཁྲུག་པ་ལ་སྨོན་ལམ་བཏབ་ཀྱི་ཡོད། གོ་ཐོག་པོ། ཤར་ཕྱོགས་ལ་རེད། བདེ་བ་ཅན་ནུབ་ཕྱོགས་ལ་རེད། དོན་དག་གཙོ་བོ་དེ་གཅིག་པ་རེད་དེ་གཉིས་ཀ། དེ་ནི་སྤྱིར་བཏང་བྱས་ན་བདེ་བ་ཅན་བལྟས་སུ་ཡག་གི་ཡོད་རེད། བདེ་བ་ཅན་ལ་སྐྱེས་ན་པད་མ་རྣམས་ལ་སྐྱེ་གི་རེད་སྐྱེས་ཚར་བ་དང་ལམ་སང་ཨ་ནི་གཟུགས་པོ་ཆེན་པོ་དངོས་གཞིའི་རྫུ་འཕྲུལ་ཆ་ཚང་ཡོད་རེད། བྱས་ཙང་ད་དེ་ཡོད་པ་ཡིན་ཙང་ཨ་ནི། ཁ་དུག་གི་སངས་རྒྱས་རྐྱང་རྐྱང་མ་རེད། སངས་རྒྱས་གཞན་ལ་ཤིང་རྟ་ཤིང་རྟ་ཙར་ལ་འགྲོ་རྫུ་འཕྲུལ་ཡུལ་དག་ནོར་བྱེད་པ་ཕུལ་ཆོས་ཉན། དབེན་ཞིང་ངམ་ཞིང་བདག་ལ་འགྲོ་སེམས་ཅན་དུ་ཚུར་ལ་རོགས་པ་བྱས་ཡང། ཚུར་བདེ་བ་ཅན་ལ་ལོག་འོ་དེ་འདྲས་རེད། ཀྱེ་བཟང་ད་བདེ་བ་ཅན་ལ་སྐྱེས་ཡོང་ན། མངོན་པར་དགའ་བའི་ཞིང་ངམ་ལ་སྐྱེ་ཡའི་འཇུག་འགྲོ་བྱས་ན། ད་ད་རིང་སྡུག་བསྔལ་སྡུག་བསྔལ་མཐའ་མ་རེད་ག་ཚོད་མྱངས་ན་ནས་མཐའ་མ་རེད་ག་ཚེ་དཀའ་ངལ་ག་ཚོད་འཕྲད་པ་ཡིན་ན་གང་བྱས་ད་རིང་མཐའ་མ་རེད། ཀྱེ་བཟང་ང་རང་མཚམས་མཚམས་ལ་དྲན་གྱི་འདུག།